དེ་ཁོ་ན་ཉིད་འདུས་པ་ཁོ་རང་གི་སྒྲོམ་འདི་གཅིག་མཁྱེན་ན་ཡག་པོ་ཡོད་རེད། གཅིག་ལེའུ་འདིའི་ཞུ་སྒོ་འདི་ཡོང་དགོས་ཡ་གནད་འགག་ག་རེ་ཡོད་རེད་ཟེར་བ། ཨ་ནི་ལེའུ་འདི་གས་དེ་ཐོག་རེ་བོ་གཅིག་གང་བྱུང་མ་བྱུང་བྱས་ནས་མར་བསྒྲིགས་བཞག་རྒྱུ་དེ་འདྲ་མ་རེད། ཀ་ཁ་གི་སྔོན་གོ་རིམ་བྱས་ནས་བསྒྲིགས་རྒྱུ་མ་རེད་བ། དེ་ཚ་དེ་ལེའུ་གོ་རིམ་བྱས་ཡོད་ཟེར་བའི་ཞུ་སྒོ་དེ་ཨ་ནི་ལྷག་པར་དུ་རྒྱ་གཞུང་གློག་རྡུལ་འགའ་ལ་ཡང་ངེས་པར་དུ་ལེའུ་གཉིས་ཀྱི་པར་རོ་གི་མཚམས་སྦྱོར་གྱི་བཤད་པ་དེ་ཀློག་རེད། ག་འདི་རྩ་བཤད་གི་འདིའི་འགྲེལ་པ་བུདྡྷ་པཱ་ལི་ཏཱ་དང། ག་ལས་འཇིགས་མེད་དང་ག་ད་ནི་ཚིག་གསལ་དུ་ཚོ་ཀློག་པ་ཡིན་ནས་ག་ད་ལེའུ་གཉིས་ཀྱི་པར་རོ་གི་མཚམས་སྦྱོར་བཤད་པ་དེ་གནད་འགག་ཞིག་སྦྱོར་ག་ཟེར་ན་གཅིག་གིས་ཞུ་གུ་གཅིག་གིས་བཤད་དགོས་ཡའི་རྒྱུ་མཚན་སྦྱོར་བ་ད་ག་ཟེ། གཅིག་ད་ང་འདི་བཤད་ཉན་གྲོགས་གི་འདུག་ཟེ་བྱས་གསུངས་བཞག་གི་ཡོག་མ་རེད་བ་དེ་ཛ་དེ། དེ་ཁོ་ན་ཉིད་འདུས་པ་དེ་འདི་སྒྲོམ་རུ་པ་དུ་རོབ་ཙི་ཁེན་པ་ཡིན་ན་ད་སྒྲོམ་དེ་ངའི་དངོས་ལེན་ནང་ལོགས་ཆིབས་ཚགས་སུ་བྲིས་ཡོད་ད་འདི། ཇག་ལོ་རྣ་རོ་ན་ངས་ད་ཅིག་གོ་བདེ་པོ་ཐོག་ནས་ཞུས་པ་ཡིན་ན། ད་དེ་ཁོ་ན་ཉིད་འདུས་པ་དེ་གི། ཀ་ད། མགོ་བདེ་ན་མ་གཙོ་བོ་འདུས་ཀ་ལོ་གཙོ་བོ། ད་ཀ་ད་དེ་ཁོ་ན་ཉིད་འདུས་པ་གི། བསྟན་བཅོས་ལུས་རྡོར་གདན་དེ། ཞི་བོ་ཅི་ཡག་པོ་ཡོད་རེད། ད་བསྟན་བཅོས་ལུས་རྡོར་གདན་དེ་རྩ་བའི་ད་ད་ད། གང་གི་རྟེན་ཅིང་འབྲེལ་བ་ཆོས་དགའ་བོ་མོས་བསྐྱེད་པ་ཚེ་རྩ་ཤེར་ཆོས་ཆོས་ནང་བཞིན་རེད། སྟོན་པ་ལ་ཡ། བསྟན་བཅོས་ཀྱི་དེ་ཁོ་ན་ཉིད་བསྟན་པའི་སྒོ་ནས་བསྟོད་པ་རེད། ད་ཡིན་ནས་བསྟན་བཅོས་ཀྱི་དེ་ཁོ་ན་ཉིད། ད་ལྟ་རྩ་ཤེའི་ཆོས་སྤྱོད་ལ་ཡང་ཏིང་འབྱུང་དེ་ཁོ་ན་ཉིད་དེ་དབུ་མ་པའི་རང་ལུགས་ཀྱི་ཐོག་ནས་སྟོང་ཉིད་ཀྱི་དེ་གང་བྱ་ཡོང་རེ་བ། ད་ད་ལྟ་འདིའི་ནང་ལོགས་ལ་ཡང་ཏིང་འབྱུང་གི་ཐུགས་ཁོ་ན་ཉིད་མཐར་ཐུག་ད་འདིའི་སྒང་ལ་བབས་ཀྱི་ཡོད་རེ་བལྟས་ཡིན། ཨེ་ཏིང་འབྱུང་གི་ཐུགས་ཁོ་ན་ཉིད་ངོས་འཛིན་བྱེད་པའི་སྐོར་ལ་གྲུབ་མཐའ་སོ་སོའི་ངོས་འཛིན་བྱེད་སྟངས་དེ་ནི། ལུས་དོར་ལྡན་ནང་ལོགས་ལ་ཡང་ཤོལ་གང་གཉིས་རེ་གསུམ་རེ་གསུམ་རེ་བྱེད་ཡོང་ཡོད་འདིའི་ནང་ལོགས་ལ་དཔེ་ཡག་པོ་ཚུད་ཡོད་རེད་ད་ཚུད་ཡོད་པ་ཡིན་ཙང། ནི། དཀའ་འགྲེལ་གྱི་ལེའུ་རེ་རེའི་མགོ་དེ་དེ་ཁོ་ན་ཉིད་འདུས་པ་གིས་མགོ་གི་ལུས་རྣམ་གཞག་གི་ལེའུ་སྟེ་སྟོན་པའི་ཚིག་གྲངས་ཡོང་གི་རེད། ད་དེ་དེ་ཟ་ངས་དེ་གས་དེ། ད་འདི་མཆན་ནང་ལོག་ངོ་འཛིན་བྱས་ཡོད། ད་འདིས་མཁྱེན་པ་ན་ད་དེ་དགོངས་པ་ཞེ་སྡང་རབ་བུ་དེ་ད། དང་པོ་དེ་ད་སྒྲུབ་ཐབས་སྒྲུབ་ཐབས་དེའི་འདོད་པ་སྒྲུབ་ཐབས་དེའི་འདོད་པ་གསུངས་ཡོད་མ་རེད་ད། དེ་སྒྲོམ་རབ་བུ་བསྒྲིགས་ཡོང་དུས་ཀ་ལ་དང་པོ་དེ་ད། ལྟ་གྲུབ་ཀྱི

ག་ནས་བྱུང་བ་རེད་ཨ་ནི་ཨན་འདི་གས་དེ་ལ་ཡ་ཇི་ཐན་བྱེད་པ་པོ་ཡོག་རེད་ཡོག་མ་རེད་ད་འདི་གས་དེ་དྲི་བ་ལས་ཡོང་དུས་ག་ལ་ད་དྲི་བ་དེ་ད་གནད་འགག་ཆེ་ཤོས་ཆགས་ཀྱི་ཡོད་དུས་ག་ལ་ད་དེ་ལ་ཡ་ང་ཚོའི་ནང་པའི་གཞུང་ནག་ལོ་ལ་ཡ་རྒྱུ་རྒྱུ་ལ་བཏགས་པ་ཟེར་གི་འདུག་ད་རྒྱུ་ང་རང་ཚོ་རྒྱུ་འབྲས་སྤྱི་བཏང་རྒྱུ་ཟེར་གི་ཡོག་མ་རེད་ད་ད་འདྲ་འཇིག་རྟེན་བྱེད་པ་པོ་དང་མཐར་ཐུག་གི་རྒྱུ་ད་ག་ད་ཤེས་པ་བྱས་ཀྱི་ཤེས་པ་མཐར་ཐུག་དེ། འཇིག་རྟེན་བྱེད་པ་པོ་གང་བབ་ཀྱི་ཡོད་རུང་མང་པོ་ཅི་ལས། ད་འདི་ཚོ་རྒྱུད་ལ་འཁྲུལ་བ་སེལ་བའི་ཡོད་དམ་དཔེར་ན། སློབ་དཔོན་འཕགས་པ་ལགས་ཀྱིས། ད་ནི་དབུ་མའི་བསྟན་བཅོས་ཇོ་རུ་འཁྲུལ་བ་འབྱུང་བ་རིག་པའི་གཏན་ཚིགས་ཟེར་ཞིང་དེའི་ནང་ལོགས་ལ་ཡང། རྒྱུད་ལ་འཁྲུལ་བ་དེ། ལོགས་སུ་ངོས་བཟུང། ཡོད་པ་ལ་མེད་པར་འཁྲུལ་བ་དང། མི་རྟག་པ་ལ་རྟག་པར་འཁྲུལ་བ་དང་རྒྱུད་ལ་འཁྲུལ་བ་ཟེར། ད་རྒྱུད་ལ་འཁྲུལ་བ་སེལ་བ་འདི་ག་ལ། ད་འཇིག་རྟེན་གྱི་འབྱུང་ཁུངས་དེ་ལ་འཁྲུལ་གྱི་ཡོད་རུང་བ་དེ་ཡིན་ཙང། ད་དེ་ཁོ་ན་ཉིད་འདུས་པ། སྡེ་ཚན་དང་པོ་དེ། དང། གྲངས་ཅན་པའི་རང་བཞིན་བརྟག་པ་དང། དེ་ནས་དབང་ཕྱུག་བརྟག་པ་དང། ནི། དེ་ཞུ་གུ་དེ་ཡང། འགྲོ་བ་རང་བཞིན་ཙམ་དུ་སྨྲ་བ་བརྟག་པ་ཟེར་ཞེས་བ། ད་འདི་རྒྱང་འཕེན་པ་དེ་རེད་ད་རྒྱང་འཕེན་པས་དེ། མཐར་ཐུག་གི་རྒྱུ་མཚན་མི་སེལ་མཁན་ཡོད་མར་འདུག་རང་དགར་བྱུང་འགྱོགས་རེད་སྟེས་དབང་གིས་ཡོང་འགྱོགས་རེད་ལབ་དགོས་རོགས་ད་འདི་འདི་རང་བཞིན་དེ། གྲངས་ཅན་གྱི་རང་བཞིན་དེ་དང་གཅིག་མ་འབོ་གྲངས་ཅན་རང་བཞིན་དེ་གཅིག་གཙོ་བོ་ལ་འཇགས་དགོས་རོགས་བ། ད་ད་རང་བཞིན་གསུམ་པ་ཟེར་དེ་ད་ག་ཟེ་རེད་ད་ག་ཟེ་གཅིག་སྟེས་དབང་གིས་བྱུང་བ་ཟེར། ད་འདིའི་འོག་དེ།

དཀོན་མཆོག་ལ་བསམ་བློ་གཏང་དགོས་རེད་ད་དབང་ཕྱུག་ཟེར་དུས་ང་ཚོ་ལྷ་དབང་ཕྱུག་སྐད་ཆ་མ་རེད་ད་ད་ང་ཚོ་བོད་སྐད་ནང་ལོགས་ལ་ལྷ་དབང་ཕྱུག་ཤི་བ་ལ་ཡ་ལྷ་དབང་ཕྱུག་སུ་འགྱུར་འདུག་བ་དེ་དེ་བཞིན་ཏག་ཏག་བསྡད་ཀྱི་ཡོད་མ་རེད་དབང་ཕྱུག་ཟེར་ལབ་དུས Ishvar ཟེར་དེར་བ Ishvar ཟེར་ལབ་དུས་ཨིན་ཇིའི God ཟེར་དེ་རེད་ད་དེ་གཟུགས་ཡོད་དེ་ཉན་གྱི་ལྷ་ལ་སྐད་བཤད་ཀྱི་ཡོད་མ་རེད་འཇིག་རྟེན་བྱེ་བ་པོའི་ཀྱི་དཀོན་མཆོག་མཐར་ཐུག་དེ་ལ་ཡ Ishvar ཟེར་དགོས་རེད་ད་ནི་དེ་དབང་ཕྱུག་ཟེར་དེ་དེ་གལ་ཏེ་སྡེ་ཚན་རུ་གཅིག་ཆེད།

ད་དེ། ལེའུ། ལེགས་སྦྱར་ནང་ལ་བདག་བཏགས་པ་སོགས་བྱས་ལེའུ་གཅིག་བྱས། ལེའུ་དེའི་ནང་ལོགས་ལ་མཚན་པ་སོ་སོ་སོགས་བྱས་ད་འདི་གའི་དོན་གཙོ་བོ་བདག་རེད། བདག་གི་སྐོར་ལ་བྱས། ད། བདག། བཏགས་པ་བཀག་ཡོང་དུས་ག་ལ། དེ་ནས་མ་འཕྲོས་ནས་ནི་བསྟན་པའི་དངོས་པོ་བཏགས་པ་བསལ་དེ་རེད། དེ་ད་འཇིག་པ་སྐད་ཅིག་མ། བསྒྲུབ་པའི་ཡ་དང་འཇིག་པ་རྒྱུ་མེད་དུ་བསྒྲུབ་པ་དང་ད། འདི་གའི་དེ་མཐོང་ནས། ད་ག་ད། བསྟན་པའི་དངོས་པོ་རྩ་ནས་ཡོག་མ་རེད། འཇིག་རྟེན་བྱེད་པ་པོ་ཀ་དག་ཨེ་དཀའ། ཅི་ལྟར་ནས་བསྟན་པའི་དངོས་པོ་རྩ་ནས་ཡོག་མ་རེད་ཞེས་བྱས་ནི། འཇིག་པ་སྐད་ཅིག་མ་གྲུབ་པ་དེ་སླའི་འགོར། འཇིག་པ་སྐད་ཅིག་མ་གྲུབ་པ་སླའི་ཚ་བའི་ཞུ་སྐུལ་ཏེ། འོ་ན་ཐམས་ཅད་སྐད་ཅིག་མའི་བདག་ཉིད་ཡིན་ན་ཁྱེད་རང་ལས་འབྲས་ག་འདྲས་བཞག་གིན་པ། དུས་སྔ་ཕྱི་ག་འདྲས་བཞག་གིན་པ་རྒྱུན་ག་འདྲས་བཞག་གིན་པ་སླའི་འདུལ་བ་འདི་ནི་མ། ལས་འབྲས་བརྟག་པ་དང་དུས་བརྟག་པ་འདི་གཉིས་དེ་ད་དེའི་རྩོད་སྤོང་གི་ཚུལ་དུ། སྐད་ཅིག་མ་འཇིག་པ་འགྲུབ་པའི་རྩོད་སྤོང་གི་ཚུལ་དུ་སླའི་འགོར། ད་དེའི། བྱས་ཟེར་བ་ཞུ་གི་དེ་ཨ་ནི། ད་དེ་ནི་མ་ཨ་ནི། དེས་བསྟན་པའི་དངོས་པོ་བརྟགས་པ་དེ་གང་ཡིན་དུས་ག་ལ་ཐམས་ཅད་འདུས་བྱས་སྐད་ཅིག་མ་ཆགས་པ་རེད། རེད་བ། ད་དེ་ནས་རྩོད་སྤོང་བྱས་ཚར་བའི་ཞུ་གུ་དེས་ཨ་ནི་གཞི་དངོས་པོའི་རྣམ་གཞག་གང་ལ་བབ་དགོས་བར་ད། གཞི་དངོས་པོའི་རྣམ་གནས་ལུགས་གང་ལ་བབ་ཡིན་དུས་ག་ལ་ཨ་ནི། དེ་ལ་ཡང་ཨ་ནི་དོགས་གཅོད་ཀྱི་ཚུལ་དུ་བྱེ་བྲག་པའི

སྦྱར་དང་དགག་ངེས་འབྲེལ་གོ་རུ་བ། ད་ནི་ཚིག་དོན་དྲུག་གི་ཐོག་ནས་འགྲེལ་བཤད་རྒྱབ་དུས་ག་ལ་ཡ། སྒྲ་སྒྲ་ཡི་དོན་སྟོན་ཡ་ལ་ཡ་ཟླུམ་འདི་པོ་ཞུགས་ཆོག་རེད། ཁོ། ཅིག། སྒྲ་ཁྱད་པར་བ་རེ་རེ་ཡོད་ན། ཁོ་མཚོན། ཁོ་དང་འབྲེལ་བ་ཡོད་དུས་པའི། ག་ད་ཡུལ་གྱིས་བཞག་ཆོག་རུ་བ་དཔེར་ན་ད། ཅིག། བྱེ་བྲག་པགས་ཀྱི། སྒྲ་དང་དོན་གྱི་འགྲེལ་བཤད་རྒྱབ་ཡོད་དུས་ག་ལ། ནི་ག་ད། ད། ཅི་ད་ང་རང་ཚོས་རྒྱུན་དུ་བེད་སྤྱོད་བྱེད་ཀྱི་ཉམས་མྱོང་སྒྲ་དང། ཐ་སྙད་དང་ཉམས་མྱོང་དང་དུས་ཚོད་འདི་བྱེ་བྲག་པས་བཤད་པ་དེ་བློ་ལ་འཇུག་པོ་ཡོད་རེད། གལ་ཏེ་ང་ཚོའི་བྱེ་བྲག་ང་ཚོའི་སྤྱི་བཏང་འདི་ནག་ལོ་ལ་ཡ། མིང་ཚིག་ཡོད་དུས་ངས་ཚང་མ་མཛེས་ར་བ་ཞིག་བལྟས་ཟེར་གལ་ཆེར་བརྩིགས་རོགས་ཨ། ད་ཁྱེད་གཟིགས་ཁ་དོག་དང་དབྱིབས་དང་དེ་ཚོ་ཤེས་ཡོད་འདུག་ག་ལ་རྫས་གཅིག་ལ་བལྟས་ནས

ཚིག་དོན་དྲུག་གནང་ལ། ད་འདིའི་གི་བྱེད་ལས་དེ་གང་གླེ་ཡོན་དུ་ག་ལས་དེ་ད་ལས་དེ་གཡོ་འགུལ་དེར་བ། གཡོ་འགུལ་དེ་གླེ་ཡོན་དུ་ག་ལ། དེ་བྱེ་བྲག་པའི་ཚིག་དོན་དྲུག་གི་ཐོག་ནས་བཤད་པ་རྒྱག་ཡོན་དུ་ག་ལ་སྒྲ་སྒྲོག་སྟངས། གཅིག་མིང་ཚིག་དང་ཁྱད་ཚིག་དང་བྱ་ཚིག་དང་དེ་བརྒྱད་དེ་གི་འགྲེལ་བཤད་ཡག་པོ་ཤུགས་རྒྱབ་ཐུབ་གི་བ་རེད། ད་རྒྱབ་ཐུབ་གི་ཡོད་དུ་ག་ལ་ད་ནང་པ་སངས་རྒྱས་པའི། ཞེས་བྱ་ཚིག་དོན་དྲུག་ཆ་ཚང་བཀག་ཡོང་དུས་གོ་ལ་ཨ་ནི་ཁྱེད་རང་སྒྲ་དོན་སྒྲ་གི་དོན་འགྲེལ་པ་ག་འདྲ་ཟེར་རྒྱག་གི་ཡིན་པཱ། ཨ་ནི་སྒྲ་ལ་རྩ་ནས་ག་འདྲ་ཤེས་ཤེས་ཤེས་པ་ཤེས་པ་ཤེས་འདུག་མ་རོ་ཟེར་ལ་ཨ་ནི་གཞི་ནས་སྒྲ་དོན་ལེའུ་སྟེ་ལས་དགུ་སྒྲ་དོན་བརྟག་པའི་ལེའུ་སྟེ་ད་ཨ་སྒྲ་དོན་བརྟག་པའི་ལེའུ་སྟེ་བརྒྱད་པོ་འདུག་ཨ། སྒྲ་དོན་བརྟག་པའི་ལེའུ་སྟེ་ལས། ད་དེའི་ཞུ་གུ་ལ་ཨ་ནི་འདི་ནས་མ་སྒྲ་དོན་སྐད་ཅིག་བཤད་བྱ་བའི་ཞུ་གུ་སྟེ་ད་གཞི་དངོས་པོའི་གནས་ལུགས་དང་བདག་དང་སྒྲ་ཡི་འགྲོ་སྟངས་དང་དེ་སྐད་ཚང་མ་བཤད་ཚར་བའི་ཞུ་གུ་སྟེ་ཨ་ནི་འཇལ་བྱེད་ཀྱི་ཚད་མ་ལས་དགུར་བ།

ག་ཟླ་གཅིག། རང་ལུགས་ཀྱི་ཚད་མ་ཞག་ཡིན་དུས་ག་ལ། ཡུལ་རང་མཚན་གཅིག་མཚན་གཉིས་སུ་ངེས་པས་ཚད་མ་ལ་གཉིས་སུ་ངེས་ལ་བསྐོར་བ། དེ་ཚ་ཚད་མ་གཉིས་པོ་དེ་ཡུལ་ཐ་དད་པ་ཞག་གི་ཡོད་དུས་ག་ལ། ད་ལྟེ་ནས་འགྱུར་བ་སྨྲ་བར་བྱེད་ཅེས། གཅེར་བུ་བའི་འདོད་པ་དེ་ཁེ་འོང་བར་ད་གཅེར་བུ་བའི་གྲུབ་མཐའ་དེ། ནང་པ་དང་ཕྱི་རོལ་པ་སུ་གཅིག་དང་མ་འདྲ་ཉེ། ཐ་དད་འགལ་བ་དུས་གཅིག་ལ་འཚོགས་ཉེན། རང་ལུགས་དེ་རེད། ང་ཚོའི་དེ་དབུ་མ་ནང་ལོགས་ལ་ཡེ་གཉིས་ལས་སྐྱེ་བ་ཀ་ཨའི་དུ་བ། བདག་ལས་སྐྱེས་གཞན་ལས་སྐྱེས་སྟ་སྟེ། འདི་རེས་གར་ཚང་གཅིག་པུ་བ་རེད། གཅིག་པུ་བ་འདི་ནི་ཆོས། གཅིག་དང་སྤྱི་དང་བྱེ་བྲག་འགལ་གྱི་ཡོད་མ་རེད་གཅིག་དང་ཐ་དད་དུ་འདུ་འགལ་གྱི་ཡོད་མ་རེད་ཆོས་གཅིག་ལ་ཚང་འདི་དགོས་རེད། དེ་ཚང་གཅིག་གཉིས་མེད་གཉིས་སྨྲ་བའི་ལྟ་བ་གལ་ཆེ་ཤོས་ཡིན་ཙང་ད་འདི། ཚད་མ། ལ་མངོན་བྱས་གཉིས་ངེས་ཡ་དེ་ཡུལ་ལ་རང་བྱས་གཉིས་སུ་ངེས་པའི་དབང་གིས་ཡིན་ན་ཨ་ནི་ཡུལ་འདྲེས་མ་དེ་འདྲས་ཡོར་བ། ད་མ་ཤི་ང་ཚོ་མངོན་སུམ་ལས་འོ་ན་ལས་གཏད་སུ་ཡོད་པ། དེ་ཡུལ་འདྲེས་མ་དེ་འདྲས། ད་ཡུལ་འདྲེས་མ་དེ་འདྲས་ཡོད་ན་ཨ་ནི་དེའི་ཚད་མ་མངོན་སུམ་དང་བྱེད་པ་གང་ཡང་མ་ཡིན་པར་ཚད་མ་ཤ་སྟག་ཅིག་གུག་ཏུ་བ་སླབ་བྱེད། ལས་ཡ་ཉེན་ཁ་ཡོད་པ་ཡིན་ཙང་ནི་གཅེར་བུ་བས་ད་བ་དེ་དེ་འགྱུར་བ་མང་བ་ཟེར་དེ་རེད་དེ་ཁོ་ཚོས་དེ་དེའི་བརྟག་དཔྱད་བྱེད། ད་དེ་ནི་མ་ཨ་ནི། དེ་ནས་འཕྲོས་བཅས་དུས་གསུམ་བརྟག། ད་དུས་གསུམ་བརྟག་པའི་ཆོས་སྐུ་དེ་རྒྱང་འཕེན་པས། རང་ལུགས་ཀྱི་ལོགས་སུ་བརྟག། ད་ལྟ་འདིའི་ཁྱད་པར་ག་ཡོད་ཟེར་ན། སྔོན་ལ་ཡང་ཡི་གེ་དང་ལྟ། རང་བཞིན་ཙམ་སྨྲ་བ་རྒྱང་འཕེན་དཔྱད་པ་བྱེད་དུས་ག་ལ། འཇིག་རྟེན་བྱུང་སྟངས་ཀྱི་ཤེས་སྒོར་བ། ཁ་ཟླ་གཅིག་ཐེངས་རྒྱང་འཕེན་པ་གིས། རྒྱུ་མཐར་ཐུག་ཅིག་འདྲ་ཤེས་རྒྱག་པ་མ་རེད། ཕྱི་ནང་གི་དངོས་པོ་དེ་གཉིས་དེ་སྟེས་དབང་གིས་ཡོང་བ་རེད་ཟེར་ལབ་བསྡད་དེ་རང་བཞིན་ཙམ་གྱིས་ཟིན་ཐ་ན་འདིའི་རྒྱང་འཕེན་འདི་ཡང་སྐྱེ་བ་སྔ་ཕྱི་དང་འབྲེལ་བ་ཡོད་པས་ཀི། འགྲེལ་བཤད་རྒྱག་གི་བར་འདི་དང། འདི་བྱས། ད་འདི་ནས་མ་ནི། ཐོས་པ་བརྟགས་པ་དང་རང་ལས་ངེས་ཀྱི་ཚད་མ་གཉིས་པོ་དེ། ད། དམིགས་བསལ་གྱི་དཔྱོད་པ་བ་དགག་གི་བ་རེད། ད། དེ་ཁོ་ན་ཉིད་འདུས་པའི་གཞུང་ནང་ལོགས་ལ་ཡང་ལེའུ་བརྒྱད་ཤོ་དེ་ཉིད་རེད། ཐོད་པ་བཏགས་པ་རྐྱང་རྐྱང་ལ་ཡང་ཤོག་ལོ་ཀ་བདུན་བརྒྱ་ཟ་མ་ཟེར་བྱས་བ་རེད། ཞི་བུ་ཅིག་རྒྱལ་པོ་ཡོད་རེད་ད་ཐོད་པ་ཟེར་ད་ཁོང་ཚོས་ལེགས་སྦྱར་གནང་ལུགས་དེ་ཕྱི་རོལ་པ་ཚོ་གི་གསུང་རབ་ལ་ཡང་ཐོད་པ་ཟེར་ལབ་གི་འདུག་ཤུ་རུ་ཏིས་བྱས། ཨ་ནི་གསུང་རབ་འདི་འགྲེལ་བཤད་རྒྱ་སྙན་གྱི་བསྟན་བཅོས་ལ་ཡང་ཨ་ནི་དྲན་པ་ཟེར Smriti ཟེར་ལབ་དགོས་རེད་ད་ཐོད་པ་ཟེར་དེ་ཁོ་རང་ཚོས་གསུང་རབ་ལ་གུ་གུར་ཏིང་ས་ཐོད་ཟེར་ལབ་དུས་ག་ལ་རེག་བྱས་ཀྱི་སྒྲ་དེ་སུ་གཅིག་གིས་མ་བྱས་པ་ཡིན་ཙང་ཐོད་རྒྱུའི་ཐོག་ནས་འགྲོ་རྒྱུར་བ། ཅིག་ཐོས་པ་ཡང་ཡང་གི་དོན་འགྲོ་བ་རེད་ཨ་ནི་དེ་སྔ་ཡིན་ན་རིག་བྱེད་ཀྱི་གསུང་རབ་འདི་གས་དེ་ཡིག་ཐོག་མ་པ་བ་ཆེ་ཆེ་སྒྲ་རང་གི་ཐོག་ནས་རྩིས་སྤྲད་དགོས་གོ་ར་པ་པའི་བུ་ལ་ཀློག་ན་གྲངས་ཚོད་འདི་གས་དེ་གས་ཀློག་བྱས་ཨ་ནི་སྐད་བརྒྱབ་སྒྲ་འདང་དང་མང་པོ་ཅིག་གི་ཐོག་ནས་ཐོས་པ་རྩལ་འདོན་བྱས་བྱས་འགྲོ་དགོས་བར་དེ་ཚ་ཞུར་ཏིག་ཟེར་དེ་ཐོས་པ་བཏགས་པ་དེ་ལྟར་རིག་བྱེད་ང་ཚོའི་རྣམ་འགྲེལ་ལེའུ་དང་པོའི་མཇུག་དེ་རིག་བྱེད་དགག་འགོག་པའི་གཞུང་བརྗོད་པ་ད་འདི་འདྲ་པོ་ཡོད་རེད་ད་དེ་ལས་ཞི་དྲག་རྒྱས་ཀྱི་རེད་ད་འདི་ཁ་ཐུག་དེ། འདི་བྱེད། ད། སྤྱོད་པོ། གང་དུ་སྤྱོད་པ་བ་གི། ད། རིག་བྱེད་ཚད་མ་བཞག་པའི་གཞུག་གུ་ལ། ཨ་ནི། རིག་བྱེད་ཚད་མ་ཡིན་པ་ཙམ་དུ་མ་ཟད་པའི་རིག་བྱེད་ཚད་མ་དེ་རང་ལས་ངེས་ཀྱི་ཚད་མ་ཡིན་སྲིད་སྤྱོད་པ་བའི། ཚད་མ་ཡིན་ན་རང་ལས་ངེས་ཀྱི་ཚད་མ་ཡིན་པས་ཁྱབ་རེད། སྤྱོད་པོ་བ་གི། གལ་སྲིད་ཁོ་ཚོའི་ཚད་མ་མཐར་ཐུག་དེ་རིག་བྱེད་བཞག་རུ་བ། ད་རིག་བྱེད་ཚད་མ་ཡིན་པ་དེ་གཞན་ལས་ངེས་ཀྱི་འུ་དུ་ན་ཨ་ནི་དཀའ་ངལ་འཕྲད་རུ་བ། འདི་ཁོ་རང་ཚད་མ་ཡིན་པ་དེ་ཁོ་རང་ལྟ་ག་ད་ཅི་ཁོ། དགེ་བཤེས་ལྷ་རམས་པ་ཡིན་པ་དེ་ཁོ་རང་རང་གི། ལག་སྐྱེས་སྤྲད་བཞག་གི་ཟེར་བ་དེ་ནང་བཞིན་ཆགས་ཀྱི་བར་དུ་ལག་སྐྱེས་གཞན་དག་ཅིག་ནས་སྤྲད་གི་ལན་འགའ་འགྲོ་མི་གོ་ཅེས་བྱས། དེ་ཚེ་རང་ལས་ངེས་ཀྱི་མཚན་མ་དེ། གང་ལྟར་སྤྱིལ་བུ་བ་གི་མཚན་མ་ལ་རང་ལས་ངེས་ཀྱི་མཚན་མའི་ཁྱབ་རེད། དེ་ཡིན་ཚེ་རང་ལས་ངེས་ཀྱི་མཚན་མ་ལེའུ་ལོགས་སུ་བཞག་དགོས་བས་ཏེ། དེས་སྤྱིལ་བུ་མ་ཟད་ད་སྤྱོད་པ་བ་གི། སྤྱོད་པ་བ་གི་དེ་རེད་ད་དེས་ག་རོ་བརྒྱད་པོ་ཡོད་རེད་ད། དེ་ནས་ཐ་མ་དེ་ལ་ཡང། སྤྱོད་པ་བ་ཚོ་གི་ཀུན་མཁྱེན་ཁས་ལེན་གྱི་ཡོད་མ་རོ། དེ། ཀུན་མཁྱེན་གང་ཟག་ཁས་ལེན་གྱི་ཡོད་མ་རེད། ད་ཀུན་མཁྱེན་འདིའི་རིག་བྱེད་ལ་བཞག་ད་འདི་སྐྱེས་བུ་མ་རུང་བ། དེ་ཚེ་སྐྱེས་བུ་ངག་སྨྲ་བ་ཡིན་ན་ནི་ཕྱག་རྒྱ་འཐད་ཀྱི་རེད་སྐྱོན་འདི་འདི་སྐད་དེ་སྐྱེས་བུ་རུང་བ། ད་གང་ལྟར་ངག་སྨྲ་ཕྱིན་ཆད་ལ་སྐྱེས་བུ་ཡིན་ན་ནི་གང་ལྟར་ཀུན་སློང་གི་རྟོག་པ་དང་མང་པོ་གཅིག་གི་ཐད་ནས་སྐྱོན་ཆ་ལས་ཡོང་གི་རེད་ཞེས་བྱས་ད། གང་ལྟར་སྐྱེས་བུའི་ངག་སྨྲ་ཚིག་ཕྱིན་ཆད་ལ་ཡང་གང་ལྟར་སྐྱོན་ཅན་ཡིན་པ་ཁས་ལེན་གྱི་ཡོད་པ་ཡིན་ཙང་ད་དེ་ནི་འདིས་ང་ཚོའི་ནང་པ་སངས་རྒྱས་པའི་རྣམས་ཐམས་ཅད་མཁྱེན་པ་ཡོད་པར་སྒྲུབ་ཡ་ལ་གནོད་ཀྱི་ཡོད་རེད་བ་ད་འདི་ནས་མ་ལེའུ་ཐ་མ་དེ་ཐམས་ཅད་མཁྱེན་པ་ཡོད་པར་སྒྲུབ་པ་དེ་ཐམས་ཅད་མཁྱེན་པ་འགོག་ཉེན་གྱི་སྐྱེས་བུ་བས་དགག་པ་དེ་ཚོ་ལས་ལན་ཅིག་བརྒྱབ་དེ་དང་མཉམ་པོ་ལ་སྐྱེས་བུ་མ་ཟད་སྤྱོད་པ་བ་གི་དེ་དང་མཉམ་པོ་ལ་ཡང་སྐྱེས་བུ་བ་གི་སྤྱི་དང། ཐམས་ཅད་མཁྱེན་པ། སྲིད་པ་ཁས་ལེན་གྱི་ཡོད་དེ་བཅོམ་ལྡན་འདས་ཐམས་ཅད་མཁྱེན་པ་ཡིན་པ་ཁས་ལེན་བྱེད་དགོས་མ་རེད་བ་ནང་པ་སངས་རྒྱས་པའི་བཅོམ་ལྡན་འདས་ད་དེ་ལ་ཡང་ལན་ལོགས་སུ་ཡོད་རེད་བདག་ཅག་གི་འདུན་པ་བཅོམ་ལྡན་འདས་ཀུན་མཁྱེན་ཡིན་པ་ད་སྒྲུབ་སྟངས་དེ་ལ་གཉིས་སྤྱིར་ཐམས་ཅད་མཁྱེན་པ་སྲིད་པ་བྱས་ཐམས་ཅད་མཁྱེན་པའི་སྐྱེས་བུ་སྲིད་པ་དེ་སྤྱོད་པ་བ་ལ་སྒྲུབ། ཨ་ནི་བྱེ་བྲག་ཏུ་བདག་ཅག་གི་འདུན་པ་བཅོམ་ལྡན་འདས་ཐམས་ཅད་མཁྱེན་པ་ཚད་མ་ཡིན་པ་དེ་ཨ་ནི་སྐྱེས་བུ་བ་ལ་སྒྲུབ་དགོས་རེད་ད་དུ་སེ་བྱས་ཨ་ནི་དེའི་གར་ས། འབྲོག་མོ་ར་བུ་དེ་སྡུག་ཚགས་ཡོད་བསྟན་ས་འདི་ད་རྒྱབ་ལྗོངས་འདི་གི་དེ་ངའི་དངོས་ལ་ཡ་རོབ་ཞུས་བཞག་ན་ད་ཚང་མ་མ་ངེས་ནས་ཁོ་སྒྲ་འཇུག་བྱེད་བཞག་ཡོད་ར་བ་སྒྲ་འཇུག་བྱེད་བཞག་དུས་གོ་ལ་ཡན་སྒྲ་འཇུག་དེ་སེང་གེ་སེང་གེ་ནང་ཨ་འདི་ནི་དེ་ད་མཉམ་པོ་ལ་ཡ་ངས་དེ་བྲིས་བཞག་པས་ངོས་ལེན་གྱིས་སྲིད་ཨ་ནི་དེ་ད་མཉམ་པོ་ལ་ཡ་ཏོག་གི་འབར་བའི་སྒོ་དེ་ད་ནི་ཕྱི་རོལ་པའི་གྲུབ་མཐའི་རྣམ་དབྱེ་བྱེད་སྟངས་གྲུབ་མཐའ་གྲངས་ཀ་རྒྱབ་སྟངས་དེ་གོ་ལ་ཡ་གཅིག་ངོས་ལེན་གྱིས་བྲིས་ཡོད་དེ་གའི་དེ་མཉམ་པོ་ལྗགས་ལོགས་ན་ད་དེ་གའི་དེ། ང་ཚོ་མ་ཤུགས་མུ་བཞི་གང་ལ་མ་བབས་གོང་ནས་རྒྱབ་ལྗོངས་ཀྱི་ཚུལ་དུ་མཁྱེན་པ་ཡོད་ན་ཡག་པོ་ཡོད་རེད།